ད་ཆ་བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དོན་ཚན་དྲུག་ཅུ་རེ་བདུན་པའི་ནང་གསེས་བཞི་པ་དང། དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་གསུམ་པའི་ཀ་བ། དགོངས་དོན་བཞིན། དངོས་གཞིའི་འོས་བསྡུ་ཆེན་མོའི་ལས་རིམ་དེ་རིང་ནས་དངོས་སུ་མགོ་འཛུགས་ཞུས་པ་ཡིན། དང་པོ། འོས་བསྡུའི་སྒྲིག་གཞི། དོན་ཚན་དྲུག་ཅུ་རེ་བདུན་པའི་ནང་གསེས་བཞི་པའི་དགོངས་དོན་དང། དབུས་འོས་བསྡུ་ལས་ཁང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ཕྱི་ཟླ་བརྒྱད་པའི་ཚེས་ལྔ་ཉིན། ཡོངས་ཁྱབ་གསལ་བསྒྲགས་ཟིན་པ་བཞིན། སྲིད་སྐྱོང་གི་འོས་གཞི་རྩེ་བཏོག་གཉིས་འདོན་རྒྱུ་ཡིན། གཉིས་པ། འོས་བསྡུའི་སྒྲིག་གཞི་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་གསུམ་པའི་བཀའ་པ་བཞིན། དབུས་གཙང་ཆོལ་ཁའི་ཐོབ་ཁོངས། ཉིན་རྟ། གྲངས་ཉི་ཤུ་ཐམ་པ་ཐོག་དང་ལྷ་གསུམ་དང། མདོ་སྟོད་ཆོལ་ཁའི་ཁོངས་འོས་ཐོབ་གྲངས། ཉི་ཤུ་ཐམ་པའི་ཐོག་དང་ལྷ་གཅིག། མདོ་སྨད་ཆོལ་ཁའི་འོས་ཐོབ་གྲངས་ཉི་ཤུ་ཐམ་པ། ཆོས་རྒྱུད་ལྔ་དང་ཡུ་རོབ་དང་ཨ་ཧྥི་རི་ཀའི་བཅས་ནས་འོས་གཞི་གྲངས་བཞི་རེ་དང། ལྷོ་བྱང་ཨ་རི་ནས་འོས་ཐོབ་གྲངས་བཞི་སྟེང་དང་ལྷ་གཅིག། རྒྱ་བལ་འབྲུག་གསུམ་ཕུད་པའི་ཨེ་ཤེ་ཡ་དང། ཨོ་སི་ཀྲེ་ཨེ་ཤི་ཡའི་ཐོབ་ཁོངས་ནས་འོས་གཞི་གསུམ་བཅས་ལ་གཏན་འབེབས་ཞུས་ཡོད། གསུམ་པ། དངོས་གཞིའི་འོས་གཞིའི་ནང་དུ། འོས་ཐོབ་བྱུང་བ་རྣམས་ནས་འོས་བསྡུའི་སྒྲིག་གཞི་དང་འོས་བསྡུ་ལས་ཁང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པ་ཟླ་བ་བརྒྱད་པའི་ཚེས་ལྔ་འཁོད་དོན་ཚན་བཅུ་གཉིས་ཅན་གྱི་བཀོད་འདོམས་ཞུས་པ་ཁག་ལ་ཐུགས་སྣང་དང་ཕྱག་ལེན་དོན་འཁྱོལ་ངེས་པར་གནང་དགོས། བཞི་པ། ད་སྔའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གཅིག་ནས་དངོས་གཞིའི་འོས་བསྡུ་དང་འབྲེལ་བའི་ལུགས་མཐུན་དྲིལ་བསྒྲགས་ཆོག་པ་ཡིན་ཡང། བུད་མེད་ཐུན་མོང་མ་ཡིན་པའི་རང་ཆས་སུ་མངའ་བའི་བཟང་སྤྱོད་ཁག་དང་མ་འགལ་བའི་ཐོག་ནས་འོས་གཞིར་བཞེངས་མཁན་དང་རྒྱབ་སྐྱོར་བ། འོས་འཕེན་པ། རྒྱ་ཆེ་མང་ཚོགས་བཅས་ནས་ཐུགས་གཟབ་ངེས་པར་གནང་དགོས། ལྔ་པ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་བཞི་པའི་ཚེས་བརྒྱད་ཕྱི་དྲོ་ཕྱག་ཚོད་ལྔ་པ་ནས། དྲིལ་བསྒྲགས་ལས་དོན་ཡོངས་རྫོགས་མཚམས་འཇོག་ཐོག་དེ་སྔོན་སྦྱར་ཡིག་སོགས་སྦྱར་བ་རྣམས་ས་གནས་འོས་བསྡུ་ལས་ཁང་སོ་སོས་གཙང་བཟོ་དགོས་རྒྱུ། དྲུག་པ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་བཞི་པའི་ཚེས་བཅུ་གཅིག་ཞོགས་པ་ཕྱག་ཚོད་བརྒྱད་པ་ནས་ཕྱི་དྲོ་ཕྱག་ཚོད་ལྔ་པ་བར། དངོས་གཞིའི་འོས་འཕེན་གྱི་དུས་ཚོད་གཏན་འབེབས་ཞུས་པ་ཡིན། བདུན་པ། འོས་བསྡུའི་སྒྲིག་གཞི་དགོངས་དོན་དབུས་འོས་བསྡུ་ལས་ཁང་ནས་སྤེལ་བའི། འོས་ཤོག་ཁོ་ནའི་ནང་གསལ། འོས་གཞིའི་མཚན་གྱི་སྟེང་ཐོབ་ཁུངས་སོ་སོའི་གྲངས་ཚད་ལས་མ་བརྒལ་བ་འོས་གཏམ་བརྒྱབ་དགོས། བརྒྱད་པ། དངོས་གཞིའི་འོས་བསྡུའི་སྐབས་ལོང་བ་དང་ལག་པ་གཉིས་ཀ་མེད་པའམ་སྐྱོན་ཅན་ཁོ་ནར། འོས་བསྡུ་སྤྱི་པུའི་ནང་རོགས་པ་མཉམ་འདུས་ཆོག་པ་ཡིན། དགུ་པ། དངོས་གཞིའི་འོས་འཕེན་སྐབས་འོས་འདེམས་ཟུར་བཞེས་ཀྱི་པར་བཤུས་སྤྱི་ཚོགས་དྲ་ལམ་ཁག་ཏུ་ཁྱབ་སྤེལ་བྱས་པ། འོས་གཏམ་གང་ཡང་མི་གསལ་བ། གྲངས་ཚད་ལས་བརྒལ་བའི་འོས་གཏམ་བརྒྱབ་པ། འོས་འདེམས་ཟུར་བྱས་ངོས་འཛིན་མི་བདེ་བའི་འོས་གཏམ་བརྒྱབ་པ། འོས་ཤོག་ནང་མི་གསལ་བས་རང་མོས། འོས་གཞིའི་མིང་བཀོད་པ། འོས་ཤོག་ངོ་མ་མིན་པའི་དོགས་གནས་ཅན་བཅས་ཐོན་ཚེ། འོས་ཤོག་རྩིས་མེད་གཏོང་རྒྱུ། བཅུ་པ། བུད་མེད་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ཀྱི་དངོས་གཞིའི་འོས་གཞི་ཁག་བོད་མིའི་གནས་སྡོད་སོ་སོར་དཔར་འགྲེམས་ཞུས་ཡོད་པ་དང། དེ་བཞིན་དབུས་འོས་བསྡུ་ལས་ཁང་གིས་གཞུང་འབྲེལ་དྲ་རྒྱའི་ནས་ཕབ་ལེན་གནང་རྒྱུའི་མཐུན་རྐྱེན་བསྐྲུན་ཡོད་ན། འོས་འཕེན་པ་རྒྱ་ཆེ་མང་ཚོགས་ནས་ཐུགས་སྣང་ངེས་པར་གནང་དགོས་རྒྱུ། བཅུ་གཅིག་པ། དེང་སྐབས་རྒྱ་ནག་ནས་མཆེད་པའི་ཏོག་དབྱིབས་རིམས་ནད་རྐྱེན་པས་ཧ་ཅང་དཀའ་ངལ་ཅན་གྱི་དུས་ཚོད་འདིར། འོས་འཕེན་པ་རྒྱ་ཆེ་མང་ཚོགས་ནས་འཕྲོད་བསྟེན་དང་འབྲེལ་བའི་ཞུ་སྒོ་ཁག་ལ་འཕྱུགས་མེད་ཕྱག་བསྟར་ཐོག་རང་གི་རྩ་ཆེའི་འོས་ཤོག་འཕེན་དུ་ངེས་པར་ཕེབས་གནང་ཡོང་བ་བཅས་ཀྱི་ས་བགོས་གསལ་བསྒྲགས་སུ་དབུས་འོས་བསྡུ་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གཅིག་ལ་ཞེས་ནན་གྱིས་ང་ཚོའི་གི་ས་བགོས་གསལ་བསྒྲགས་འདི་བསྡུ་སེམས་ཞུ་གི་ཡོད། བྱས། ད་ལྟ་ང་ཚོའི་འདི་ནས་མར་ལེ་རྒྱ་ཁྱབ་ཡོངས་ཀྱི་ཞུ་ཡ་དེ་ལས་ཡ་ཐང་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་བཞི་པའི་གི་ཚེས་བཅུ་གཅིག་ནས་ཞོགས་པ་ཆ་ཚོད་བརྒྱད་པ་ནས་ཕྱི་དྲོ་ཆ་ཚོད་ལྔ་བ་བར་དུ་ལེ་ཡ་གཞུང་འབྲེལ་འོས་འཕེན་པའི་དུས་ཚོད་འོས་འཕེན་ཡག་གི་དུས་ཚོད་དེ་ང་ཚོའི་ཏུའུ་སི་ནས་གཏན་འབེབས་ཞུས་ཡོད་འདི་ཞུས་པ་ནང་བཞིན་བྱས་བྱས་ནས་འོས་འཕེན་པ་རྒྱ་ཆེ་མང་ཚོགས་ཀྱི་དག་རང་ག་ལེ་ཡ་འཕེན་ཐུབ་ཡ་ཐོག་ལ་ཐུགས་སྣང་གནང་རོགས་གྱིས། དེ་ནས་ཡང་གལ་སྲིད་ཏག་ཏག་ཏིག་གིས་ལྡེ་ལི་ཡ་དུས་ཚོད་ཀྱི་གནས་སྟངས་དེ་ཆ་ཚུལ་སྔ་བལ་གྱི་འཇུ་ལི་ཡ་དུ་མདོ་ཨན་ཅིག་ཕྱི་བཤོལ་བྱེད་དགོས་ཡ་ད་ལྟ་འོས་འཕེན་གྱི་གནས་སྟངས་དེ་མ་གྲུབ་པས་དེ་འདྲའི་དཀའ་ངལ་དེ་འདྲ་འཕྲད་པས་ཡིན་པ་ཡིན་ན་ཨན་རྩ་བས་ངེད་ཀྱི་རྒྱ་བལ་དྲུག་གསུམ་ཕུད་བལ་གྱི་ཏག་ག་ད་ཅིག་ང་རང་རྫོང་གི་ས་གནས་འོས་བསྡུ་ད་ལྟ་ཏིག་གིས་ཨ་རི་ཕུད་བལ་དེ་བྱིངས་ཡོངས་རྫོགས་ལི་ཡ་ཟབ་སྦྱོང་དུ་སུས་ཚགས་པའི་ཡིན་འདི་སྐབས་དེ་རེད་མིན་ནི་གསལ་པོ་ཆེ་ཆེར་སྙན་སེང་ཞུ་ཡོད། ཨེ་བྱམས་པ་དུས་ཚོད་ཅིག་སྔ་ནུར་དང་འདི་འདྲས་ཀྱི་གནས་སྟངས་ཕྱི་བཤོལ་གྱི་གནས་སྟངས་འདི་འདྲས་གར་ཆགས་ཀྱི་ཡོད་པས་ནས་འདི་ག་དེ་འགན་དབང་ཡོངས་རྫོགས་དེ་ས་གནས་འོས་བསྡུའི་འགན་འཛིན་ལས་དུ་ཟིན་ཕུལ་ཡོད། ཨེ་བྱོས་དམ་པ་ད་གང་ལྟར་ཡང་ཉིད་དེ་ང་ཚོའི་འོས་བསྡུ་དེ་ད་གང་ལྟར་གྱི་དངོས་གཞིའི་འོས་བསྡུ་དེ་ཧྲ་ཐག་ཐག་ཡོང་ཡ་ཐོག་ལ་ཡ་དུས་ཚོད་ཀྱི་གནས་སྟངས་ཡིན་ཡ་རྩ་བའི་ང་ཚོའི་འདིར་མ་གཏན་འབེབས་ཞུ་ཡ་དེ་ཨེ་ནི་ག་ད་ཡིན་རྒྱལ་གཅིག་དུས་གཅིག་རང་ལིཡ་ཏུ་སིན་གཏན་འབེབས་ཞུས་ཡོད་རེད་འདི་ད་ག་ནང་བཞིན་བྱེད་ཅིང་འཕེལ་དགོས་རེད་ཨེ་ནི་དུས་ཚོད་ང་ཚོས་གཏན་འབེབས་ཞུས་པ་ནང་བཞིན་བྱེད་ཅིང་འཕེལ་ཐུབ་ཡ་ཐོག་ལས་རྣམ་པ་ཚོས་འབད་བརྩོན་གནང་རོགས་ན་ཨེ་ནི་དེ་ནས་གལ་སིད་ད་ནི་དེ་ནས་བཀའ་འདྲི་གནང་པ་ནང་བཞིན་བྱེད་ཅིང་ཨེ་ནི་ཕྲན་བུ་ཕྱི་བཤོལ་བྱ་དགོས་ཡ་དེ་འདྲའི་གནས་སྟངས་དེ་འདྲ་ཆགས་པ་ཡིན་པ་ཡིན་ན་ཨེ་ནི་ས་གནས་འོས་བསྡུའི་འགན་འཛིན་སོ་སོ་ལིཡ་སྐུ་ཁང་ཆ་ཚང་ཕུལ་ཡོད་ཞིང་འདི་ཞོལ་ཡིན་ལ། ད་ལྟ་ང་ཚོས་དེ་ནི་མ་དོན་ཚན་བདུན་པ་ལས་བཀོད་པ་འདི་སྒྲིག་གཞི་དོན་ཚན་སུམ་ཅུ་སོ་གཉིས་པའི་གི་ནང་གསེས་གཉིས་པའི་ཁ་བ་ནང་ལ་ཡོད་རེད། འདི་ནང་ལ་ཡང་དག་འགྱུར་བ་བཏང་ཡོད་རེད། བསྐྱར་བཅོས་སྐབས་ལ་འགྱུར་བ་ག་རེ་བཏང་ཡོད་རེད་ཟེར་ན། དངོས་གཞིའི་གི་འོས་ཤོག་འཕེན་པའི་སྐབས་ལ་ཡང་ཨ་ནི་གང་ལྟར་འོས་གཏམ་རང་རྒྱབ་དགོས་ཡོད་ཟེར་གྱི་ཡོད་རེད་ད། འོས་གཏམ་རང་རྒྱབ་དགོས་ཡོད། ཆོས་ཚུལ་འདི་ལྟ་གང་ལྟར་ཅིག་སྒྲིག་གཞི་ནང་ལ་ཡང་གཏན་འབེབས་རེད། དེ་འདྲའི་ཡིན་དུས་དང་པ་ལ་ཡང་ཐམ་ག་དེ་ཨ་ནི་ས་གནས་འོས་བསྡུ་ཚོགས་ཆུང་སོ་སོས་གི་གྲ་སྒྲིག་གནང་གི་རེད། ཨ་ནི་རྒྱ་ཆེ་མང་ཚོགས་ངོས་ནས་གི། འོས་ཤོག་གནང་པའི་སྐབས་ལ་ཡང་ད་ངས་ཁ་སང་ད་ལྟ་སྤྱི་བཏང་འདིར་མ་ལི་ཡ་ཟབ་སྦྱོང་གི་བརྒྱུད་ནས་ཆ་ཚང་ད་ལྟ་ཉིས་ཆ་རང་རེད་འདུག་ཟིན་ཕུད་ཚར་ཡིན་ཏེ་འོས་ཤོག་འདུག་ཡོད་དུས་ཙམ་པ་ལི་ཡ་ད་ག་འདྲ་འོས་ཤོག་ནང་ལོག་ལི་ཡ་ང་ཚོས་གི་དང་པོ་དེ་ཨང། མཚན། མཚོན་རྟགས། འདྲ་པར། དག་ན་ཤིང་གི་ཕ་ཡུལ་ད་ལྟའི་སྡོད་གནས་འདི་གི་ཚང་མ་ཡོད་རེད་ད། ཡོད་དུས་ཙམ་པ་ལི་ཡ། མཚན་གི་སྒང་ལི་ཡ་ད་ག་འདྲ་རྣམ་པ་ཚོས་གི་འོས་ཐམ་རྒྱ་ཡ་ད་གལ་ཆེན་པོ་རེད་མཚན་གང་ལ་འོས་ཐམ་རྒྱ་བསྐྱོན་རོགས་གནང། ཡང་གལ་སྲིད་མི་འདི་འདྲའི་རིགས་གཅིག་གིས་ད་གང་དག་ཅིག་ང་ཚོའི་འདི་ནས་ལབ་པ་འདི་ལས་མ་རེད་གདོང་ཐོག་སྣང་བྱེད་བྱེད་ནི་ནི་ཡང་འདས་ལི་ཡ་མཚོན་རྟགས་རབས་འདི་འདྲའི་ག་ལ་རྒྱ་ཡ་ཡོད་པ་ཡིན་པས་ན་ཡང་འདི་ལི་ཡ་ང་ཚོའི་འོས་ཤོག་རྩིས་མེད་འགྲོ་གི་མ་རེད་མཁྱེན་སོང་ལ་རྩིས་མེད་འགྲོ་གི་མ་རེད་ཡིན་པས་ནས་ང་ཚོས་གི་སྤྱི་བཏང་འཛམ་བུ་གླིང་ཁྱོན་ཡོངས་ཀྱི་ནང་ལོགས་ལི་ཡ་ད་གང་དག་ཅིག་གིས་འོས་བསྡུའི་ལས་རིམ་བྱེད་པའི་སྐབས་ལི་ཡ་འོས་བསྡུ་ལས་ཁང་ནས་གི་མ་ལས་བཀོད་སྒྲིག་ཆ་ཚང་ཅིག་ཞུ་དགོས་རེད། བཀོད་སྒྲིག་ཆ་ཚང་ཞུ་གི་ཡོད་རེད། འདི་གཅིག་གཡུག་ཡོང་ཡ་ཟེར་དེ་དཔེ་གལ་ཆེན་པོ་རེད། ཇི་ཙམ་པ་ད་ང་ཚོས་ད་རིང་གོམ་པ་གསར་པ་ཅིག་ཐེ་བར་རྒྱབ་བྱེད་བྱེད་ནས་གཅིག་གཡུག་ཡོང་ཡ་ཐོག་ལས། མཚན་གི་སྒང་ལས་ད་གང་ལྟར་རྣམ་པ་རྩོད་ཀི་འོས་དམ་རྒྱ་ཡ་དེ་གལ་ཆེན་པོ་རེད། མཚན་གང་ལས་འོས་དམ་རྒྱ་བསྐྱོན་རོགས་གནང། ད་འོས་དམ་རྒྱབ་སའི་གི་གནས་སྟངས་དེ་མཚན་གཏན་ལས་བསྐྱོན་པ་ཡིན་པས་ཡིན་ནས་ཀི་ད་ཁོ་རང་ད་ལྟ་དེ་ལས་ཡ་ཤུ་མེད་རང་ཡོད་རེད་ཐིག་འདུག་ཟེར་གྲུབ་བྱེད་གི་གནས་སྟངས་རང་ཆགས་གི་རེད་རེད་བ། གྲུབ་བྱེད་དེ་གི་ནང་ལོག་ད་ག་རང་ཏག་ཏག་བསྐྱོན་དགོས་རེད་མ་གཏོགས། ཐིག་ཐིག་གི་དཀྱིལ་དུ་བ་བྱི་ལའི་སྐྱོན་བྱེད་ཀྱི་གནས་དང་ཆ་བ་ཡིན་པས་ན་ནི་ཡྃ་ལས། ངོ་མ་འཕྲོས་པ། མ་ལས་ངོ་མ་འཕྲོས་པ་འདི་འདྲའི་གནས་དང་འདི་འདྲའི་ཡོངས་གཟིགས་རུ་བ་ཆུ་ཙམ་པ་ལི་ཡ་འདིའི་ཆ་བ་ཡིན་པས་ཡིན་ན་ནི་གང་ཟག་གཅིག་གི་ཤུགས་མིག་གཉིས་ཀྱི་ནང་ལ་ཡོད་པའི་མཚན་འདི་གཉིས་ཀ་རྩིས་མེད་ཆགས་འགྲོ་གི་རེད་གང་ཡིན་ཟེར་ན་ང་ཚོས་ག་གི་ལས་ངོས་འཛིན་བྱེད་བར་ངོས་འཛིན་བྱེད་ཐུག་མ་རུ་བ་ཆུ་ཙམ་པ་འདི་འདྲའི་གནས་དང་ཆགས་འགྲོ་ཡ་ཉང་ག་ཡི་བ་རི་འདི་འདྲའི་ཡིན་དུས་ཙམ་པ་ལི་ཡ་འདུག་ཟེར་རེད་ནི་འོས་གཏམ་དེ་ས་གནས་འོས་བསྡུ། ལས་ཁང་སོ་སོས་ཀྱི་གྲ་སྒྲིག་གནང་གི་རེད་ནི་འོས་གཏམ་བརྒྱབ་པའི་སྐབས་ལི་ཡ་མཚན་གྱི་སྟེང་ལི་ཡ་བརྒྱབ་ཐོག་ཡ་ཐོག་ལི་ཡ་དག་ད་བོད་བོན་པོ་རྒྱ་ཆེ་མང་ཚོགས་ཀྱི་ཐུགས་སྣང་གནང་རོགས་གནང་ཨ་ནི་འདི་འདྲའི་གནང་བ་ཡིན་པས་ན་ཁོ་གནས་སྟངས་དེ་སྡུག་ས་དག་ཆགས་ཀྱི་རེད་ཟེར་ནས་ངེས་སྡིག་ཞུ་ཡ་ཡིན་གསལ་པོ་ཆགས་ཡོད་པའི་རེ་བ་ཞུ་གི་ཡོད་ལགས། ཁ་སིང་སྔོན་ལ་ཡང་སྔོན་འགྲོའི་གི་འོས་བསྡུ་ཆེན་མོའི་སྐབས་ལ་ཡང་སྙན་སེང་ཞུས་པ་ནང་བཤད་བྱས་སྔོན་འགྲོའི་སྐབས་ལ་ཡིན་པ་ཡིན་ན་ཡིག་རྨོངས་དང་ཨ་ནི་དེ་ནས་གི་དབང་པོ་སྐྱོན་ཅན་ལ་ཡང་རོགས་པ་བྱེད་དགོས་རེད་ཟེར་ཅོ་རེད་དེ་གང་དག་འདུག་སེ་འགྲོ་སྟངས་གནས་སྟངས་རེད་འདུག་སེ་རེད། ད་དངོས་གཞིའི་སྐབས་ལ་ཡང་གང་དག་མི་གཉིས་ཀ་ལོང་བ

ཨ་ནི་ས་གནས་འོས་བསྡུ་ལས་ཁང་གྲ་སྒྲིག་གནང་གི་རེད་བས་ཀི་སོ་སོ་སོས་ཀི་གནང་དགོས་རེད་བས་འདི་ཀ་ནི་གནང་བ་རེད་ད་ངས་དུ་ས་དུས་ཙམ་པ་ལི་ཡ་ལག་པ་གཉིས་ཀ་མེད་ངེས་ཡིན་པ་ཡིན་ན་སོ་སོས་ཡོང་ཐུག་གི་རེད་མ་ད་མི་གཉིས་ཀ་མེད་ངེས་ཡིན་པ་ཡིན་ན་སོ་སོ་ཡོང་ཡ་ཁག་པོ་རེད་བསམ་གི་འདུག་ཇི་ཙམ་པ་ལི་ད་དི་སོ་སོ་སོའི་ངོས་ནས་ཀི་ཨ་ནི་གང་དག་བློ་ཆོས་བས་ཀི་གནས་སྟངས་ཅིག་ཡོད་པ་ཡིན་པ་ཡིན་ན་དི་ཡག་པོ་རེད། གང་ཡིན་ཟེར་ན། ཡང་མི་གཞན་དག་ཅིག་ལ་ཡང་སྐྱབས་བཅོལ་བྱེད་བཞིན་འདི་གིས་མ་དྲངས་པའི་གནས་སྟངས་འདི་འདྲའི་ཆགས་པ་ཡིན་པ་ཡིན་ན། ཨེ་འདི་ལྟ་ག་འདྲ་ཚབས་ཆེན་གྱི་གནད་དོན་ཞིག་ཆགས་ཡ་ཉན་ག་ཡོད་རེད་འདི་འདྲའི་ཡུན་དུ་ཙམ་པ་ལ་ཡང། གལ་སྲིད་འདི་འདྲས་ང་ཚོ་ད་བོད་པའི་སྤྱི་ཚོགས་ནང་ལ་ཉུང་ཤས་རང་རེད། ཆུ་ཙམ་པ་ལ་ཡང་འདི་འདྲས་ཁོ་རང་ཚོ་ཡིན་པ་ཡིན་ནས་སོ་སོ་སོས་ཀྱི་བློས་ཆོས་པ་འདི་ལ་ཡང་ཨེ་སྐྱབས་བཅོལ་བྱེད་བཞིན་ཕེ་ཡ་འདི་གནད་འགག་ཆེན་པོ་འདུག་གང་ཡིན་ཟེར་ན། སོ་སོ་སོས་བློས་ཆོས་པ་ཅིག་ཡོད་པ་ཡིན་པ་ཡིན་ན་ཨེ་ཁོས་དྲང་པོ་བྱས་བྱས་བྱས་ནས་སོ་སོ་སོས་འདོད་པ་ཡོད་པ་ནང་བཞིན་བྱས་བྱས་ནས་གནས་སྟངས་གནང་ཡ་ཡོད་རེད་དམིགས་བསལ་གྱི་ལོང་བ་ཡིན་པ་ཡིན་ན་ཨེ་ག་བ་བརྒྱབ་མ་བརྒྱབ་འདི་མགོ་མ་ཚུད་དུ་ཙམ་པ་ལ་ཡང་འདི་ཉག་ག་པའི་ཚ་བོ་རེད། ཡིན་ནའི་ནས་ལག་པ་གཉིས། མེད་པའི་གནས་སྟངས་འདི་འདྲ་ཡོད་པས་འདི་ལ་རོགས་པ་འདི་གི་ཡང་སོ་སོ་སོས་ཀྱིས་འགྲིག་འདོག་མི་འདོག་མི་བལྟ་ཡག་གི་གནས་སྟངས་ཡོང་གི་རེད་ཇུ་ཙམ་པ་ལ་ཡང་འདི་འདྲས་ཡིན་དུས་ཙམ་པ་ལ་སོ་སོ་སོའི་ངོས་ནས་ཡོད་པ་ཡིན་པས་ད་ག་རང་གི་ཐོག་ལ་ཡང་ད་ག་ད་གཙོ་དོན་གནང་རོགས་གནང་འདི་ང་ཚོའི་ངོས་ནས་འབུལ་དགོས་ཡིན་རེད་བ་ཨེ་ཡིན་པས་ཡིན་ན་ཡང་ས་གནས་འོས་བསྡུ་གི་ངོས་ནས་འདི་འདྲས་གྲ་སྒྲིག་གི་གནས་སྟངས་འདི་འདྲས་བ་ག་ལ་ཡང་རོགས་པ་བྱེད་དགོས་ཡག་གི་གནས་སྟངས་འདི་འདྲས་ཆགས་པ་ཡིན་པས་ཡིན་ན་ཨེ་ནི་འོས་བསྡུའི་ལས་བྱེད་པ་ཚོ་ལ་ཡང་ང་ཚོས་ཀྱིས་ཟབ་སྦྱོང་ཕུལ་བའི་སྐབས་ལ་ཡིན་པས་ནས་ཨེ་ནི་གང་ད་ཅིག་གིས་སུ་ལ་ཡང་དཀའ་ངལ་འཕྲད་ཀྱི་ཡོད་པས་ནས་དེ་ལ་ཡང་ང་ཚོས་རོགས་པ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་དེ་འདྲ་ཡིན་དུས་ཙམ་པ་ལི་ཡ་དགའ་ཞིང་སྤྲོ་ཞིང་ང་ནས་གི་ཨན་ག་འདྲ་ཚང་མ་ལི་ཡ་རོགས་པ་གནང་རོགས་གྱིས་ཞེས་ང་ཚོས་སྙན་སེང་ཡང་ཞུས་ཡོད་ལ་ཨན་ག་འདྲ་གཅིག་སྔོན་འགྲོའི་གི་ཆ་བབ་དེ་ལི་ཡ་བལྟས་པ་ཡིན་པས་ན་ང་ཚོ་རོགས་ཕན་དང་དེ་ཚོའི་ག་ལེ་ང་ཚོ་བྷི་ཇིའི་དཀའ་ངལ་ཁྲེག་མ་རེད་ཟེར་འདི་ཞོལ་ཡིན་ལ་འོང་ལྟོས་བྱས་ན།